དེ་ཚོ་དཔའ་བོ་རུ་བལྟ། སྐུ་ངོ་བློ་བཟང་བསམ་གཏན་ནི་རྒྱལ་བ་བསྟན་འཛིན་རྒྱ་མཚོ་གི་སྐུ་མཆེད། ཁོང་གི་འདས་ལས་ག་སོ་རེ་སྨན་རྩིས་ཁང་འདི་དེང་སང་སྨན་རྩིས་ཁང་པ་ཁང་པ་རྫིག་པོ་དེ་ཚོ། ང་ཕ་གས་རྒྱ་གར་ལ་འགྲོ་དུས་དང་པོ་ངས་སྨན་རྩིས་ཁང་གསེང་གཅིག་མཐོང་མྱོང།

འགོ་བཙུགས་མཁན་དེས་རྒྱ་ཆེ་རུ་བཏང་རྒྱ་ཆེ་རུ་ཆེ་རུ་བཏང་གི་འདུག་བ་ཁོ་རང་གིས། ཁོ་དེང་དུས་ཀྱི་མི་དེང་དུས་སློབ་སྦྱོང་བྱས་པ་ཞིག་རེད་མི་འདོད་དེ་ཡིན་ན་རྣམ་དཔྱོད་ཡག་པོ་སྤྱི་སེམས་ཆེན་པོ་དེ་འདྲ་ཅིག་རེད། དེ་ཁོ་དཔའ་བོ་མ་རེད་ཟེར་ཡ་ཡོད་མ་རེད་བ། མི་གང་དྲག་བྱེད་ཡོད་རེད་བ། དེ་ནས་བོད་པའི་ནང་ལ་ཨ་འབྲུག་དགོན་པ་བཀྲ་ཤིས་ཟེར་བཞིན་བོད་མི་རིགས་ཀྱི་དོན་དག་ལ་དམག་རྒྱག་གི་ཡིན་ཟེར་གྱི་བོད་མི་རིགས་ཀྱི་དོན་དག་ལ་རྒྱག་གི་ཡིན་ཟེར་གི་མ་གཏོགས་ང་ཚོ་ཅོ་ཅོ་ཅོ་ཡིན་ང་ཚོ་སྨྱོ་སྨྱོ་སྨྱོ་ཡིན་ཟེར་མཁན་གྱི་མི་སྣ་ཞིག་མ་གཏགས་ཁོ་རང་ལ་ཡང་ཁོ་རང་ཁོ་རང་ཁོ་རང་ཁོ་རང་གི་རྣམ་དཔྱོད་ཆོག་རེད་བ་དེ་འདྲས་རེད། ཨ་ནི་ང་རང་ཚོའི

དེ་ཚོ་ཐུགས་རྗེ་དཀའ་དྲེགས་ལ་བརྟེན་དེ་ཚོ་སྐུ་ལས་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ནས་བདུན་བཅུ་བརྒྱད་བཅུ་དགུ་བཅུ་དུ་ནས་ང་དྲུག་སྤྲུལ་ཚོགས་འདི་བོད་མི་རིགས་ཀྱི་སྤྱི་ཚོགས་འདི་ཁོང་ཚོར་བླངས་ཡོད་ང་ཚོ་ཤེས་ང་ཚོ་ལས་ཁུངས་ལྔ་དྲུག་འབྱོར་བ་མི་ངན་རྫིག་པོ་ཡོད་རེད། ཤེས་རིག་དང་ནང་སྲིད་དང། འཕྲོད་བསྟེན་དང། དཔལ་འབྱོར་ལས་ཁུངས་དང་གསུམ་མིང་ཚད་དང་ལྡན་པ། ད་ཕྱག་ལས་འདི་ཚོ་ག་འདྲའི་ག་འདྲའི་ཡོད་དམ་མེད་འདི་ད་ག་དུས་ནས་རེད། ཨེ་ནས་ཤེས་རིག། ཤེས་རིག་དེ་དག་སློབ་སྦྱོང་ག་འདྲས་སྤྲད་ག་ཡིན་པ། སློབ་སྦྱོང་དེང་དུས་དང་དེང་དུས་ཀྱི་ས་ལུགས་དང་མཐུན་པའི་སློབ་སྦྱོང་ཅིག་སྤྲད་གི་ཡོད་པས་སྤྲད་གི་མེད་པའི་ཟེར་ཏེ། ང་ཚོ་བོད་པ་སྤྱི་ཁོག་མར་འཛམ་བུ་གླིང་ཁོ་རང་ལ་ཡོད་རེད།

ཨང་སོ། དེ་ཚོ་རྒྱལ་ཁབ་ཀྱི་མི་དེ་ཡིན་བསམ་པ་ཡོད་རྒྱལ་ཁབ་ཀྱི་རྣམ་པ་དེ་ཁས་བསྐུག་དགོས་པ་རེད། ཨང། རྒྱལ་ཁབ་ཀྱི་ལོ་རྒྱལ་ཁབ་རྒྱལ་རབས་ཀྱི་ལོ་རྒྱུས་དེ་ཁས་བསྐུག་དགོས་རེད་མི་བོད་པ་ཡིན་ན། དེ་ཚོ་ཁས་ནི། དེ་ཚོ་བཤད་ནི་དེ་ཚོ་ཁས་ནི་མི་ལ་འབོར་ཆོག་བཤད་མ་རེད། ཡིན་ན་བཤད་མེད་ན། ཡང་དག་པ་བྱས། རང་བཙན་མེད་པ། རང་བཙན་མེད་ཟེར་དེ་ནི་བཤད་མི་ཆོག་བཟོ་རེད། བཤད་ན་འགྲིག་གི་མ་རེད་ཟེར་མ་མ་སྤམ་དགོས་ཡ་དེ་འདྲས་སྤམ་ཤོར་དགོས་ཡ་ཡོད་མ་རེད་དྲང་པོ་ཡིན་པའི་ཤོག་པོ་ཚད་དང་ལྡན་པ་ཅིག་ནི་བཤད་ཐུབ་མཁན་ཅིག་གོ་དགོས་བ་རེད། བཤད་ས་དེ་ལ་བཤད་ཐུབ་མཁན་ཅིག་གོ་དགོས་བ་རེད་ད་གང་ད་ཨ་ནི་ལོ་རྒྱུས་དང་ལྡན་པ། ལོ་རྒྱུས་བོད་པའི་ལོ་རྒྱུས་འདི་འཛམ་བུ་གླིང་རྒྱལ་འཛམ་གླིང་རྒྱལ་ཚོགས་ནང་ལ་རྒྱལ་ཁབ།

འཛིན་མཁན་གྱི་མི་བཀྲ་མ་ཤིས་པ་དེ་འདྲས་མེད་པ་བྱས། ཆོས་པས་ཆོས་བྱེད། ཆོས་ཡང་དག་པ་བྱེད། ཆོས་ལ་ཡིད་ཆེས་ཡོད་ན། ཆབ་སྲིད་པ་དང་མི་སྐྱ་གིས་ཆབ་སྲིད་འཛམ་བུ་གླིང་གི་གནས་འདིའི་ནང་ལ་ཡར་རྒྱས་ག་འདྲས་གཏང་དགོས་འདུག་འཕྲུལ་ལས་ཀྱི་ཐོག་ནས་ཡར་རྒྱས་ག་འདྲས་གཏང་དགོས་འདུག།

མིང་འདི་གཞན་དག་ཅིག་གི། མིང་འདི་སྙིང་རྗེ་བོ་ཡག་པོ་ཅིག་གི་བྱེད་ཡས་འདི་གཞན་དག་ཅིག་བྱས་པ་ཡིན་ན་དེ་ཚོ་ཡོང་ང་ཡང་མ་རེད་རྒྱ་དམར་པོ་གི། རྫུན་མ་རྫུན་མ་རེད་དེ་ད་དེ་ཚོ་ནས་ང་དེ་ཚོ་ལ་ཡིད་ཆེས་བྱས་ཡོད་མ་རེད་ད། ང་ཚོ་གི་ཐམས་ཅད་མཁྱེན་པ་ཡིན་ཟེར་ན་ཐམས་ཅད་མཁྱེན་མཁན་གྱི་གུ་གུ་འོག་རེད་ཐམས་ཅད་མ་མཁྱེན་པ་མ་མཁྱེན་པ་ཅིག་ལ་ཐམས་ཅད་མཁྱེན་གྱི་ཡོད་ཟེར་ལབ་ན

སྐད་དང་ཆོས་དང་རིག་གཞུང། གཞས་དང་ཞབས་རོ། ག་རེ་ཡིན་ན་མ་འགྲིག་པ་འགའ་འགའ་ཡོང་ན། འགྲིག་དང་འགྲིག་ཡར་རྒྱས་འགྲོ་གི་རེད། ཨོ་ཐུགས་རྗེ་ཆེ། ཨོ་བཀའ་དྲིན་ཆེ་ད་ཁྱོད་ཀྱི་ཚོ།